ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས། ད་ང་ཚོས་ཀྱི་དེ་རིང་གི་ཨ་ནེ་ནང་མའི་མ་ལག་གི་ཨ་ནེ་སློབ་ཚན་མཐའ་མ་མཐའ་མ་དེ་ཆགས་བསྡད་ཡོད། དེ་རིང་ང་རང་ཚོ་གཤེར་མ་གི་སྐོར་ལ་ཡིན། གཤེར་མ་འམ་ཨ་ནེ་གཤེར་མའི་ནས་ལ་གི་འདུག་ར་གཉིས་ཆ་ལ་གི་འདུག་ད་ང་རང་ཚོ། ང་རང་ཚོ་འཚོ་ཡས། ང་རང་ཚོ་ས་གསུམ་པོ་གནས་ཀྱི་ཆེད་དུ་ར། ང་རང་ཚོ་ཟས་ཟ་དགོས་ཀྱི་ཡོད་རོ། ད་ཟས་དེ་གི་ང་རང་ཚོ་གི་ད་གཟུགས་པོའི་ནང་ལོ་ལ་ཟས་དེ་ཚོ་འཇུས་བྱས་ཨ་ནི་ནུས་པ་ལ་བསྒྱུར་བསྒྱུར་བྱས་ང་རང་ཚོ་འཚར་ལོངས་ད་དག་ནང་བཞིན་གྱི་བྱ་བ་ག་རེ་བྱས་ཡོད་ན་ཡང་དེ་ཚོ་ལ་ད་གོས་ཀྱི་ཡོད་ར་དེ་ཟས་དེ་གི་ད་ནུས་བསྒྱུར་ཅིག་བསྐྲུན་བྱས་དེ་འདྲ་ཅིག་བྱེད་ཀྱི་ཡོད་རེད། ཨ་ནི་ང་ཚོ་གི་ད་ཤེར་མར་ལ་ངས་ཀྱི་ད་སྨན་བུ་ཞུ་ཡོད་ར། དེ་ཡིས་སྨན་བུ་འདི་ག་རི་ཆགས་འདོད་ལ་ན་ང་རང་ཚོ་གི་འདྲེ་མ་འདྲ། ཁོ་རང་འདི་ག་རི་ཆགས་འདོད་ལ་ན་ཨ་ནང་མེ་དང་ཕྱི་མེ་གཉིས་ཆ་ཡོད་དེ་ངེད་ཅིག་ཆགས་འདོད་ཀྱི་ཡོད་རེད། ཁོ་རང་གི་དམིགས་བསལ་ལས་ཀ་འདི་ཨ་ནི་ག་རི་ལ་ཆགས་ཚུལ་ཡོད་ལ་ན་ང་རང་ཚོ་གི་ག་རི་དང་འབྲེལ་བ་ཆགས་ཡོད་ལ་ན་ང་རང་ཚོ་གི་འཇུ་བྱེད་མ་ལག་དང་དག་ནང་བཞིན་གྱི་ཨ་ནི་ཁ་ལག་འཇུ་བྱེད་དེ་ནས་ཀྱི་རགས་པའི་བཅུད་བྱོས་རགས་ང་རང་ཚོ་གི་ད།

ད་ཁོ་རང་འདི་བྲོས་པ་ང་ཚོའི Stomach ལས་ར་འདི་ཡི་འོག་ལ་ཡོད་བ་བྱས་ཨང་ག་བ་ལ་ཁུག་མ་འདྲ་བོ་བྱས་ནས་ག་བ་ལ་གནས་སྡོད་འདོད་ན་ང་རང་ཚོ་གི་ཨང་རྒྱུ་མ་ཆུང་བ་ཡོད་ར་རྒྱུར་སོ་བཅུ་གཉིས་མ་ཟེར་བ་འདི་འདྲ་ཅིག་ལ་གནས་སྡོད་བ་བྱས་ཁོ་རང་གི་གཟུགས་པོ་དེ་ག་འདྲ་འདུག་ལ་ན་ཨ་ནི་འདི་ཅོག་ཆོག་དེ་བ་འདི་ཅོག་ཆོག་དེ་ལ་སྒོ་ཟེར་གྱི་འདུག་ར་འདི་དཀྱིལ་མ་དེ་ལ་གཟུགས་ཨ་ནི་རྩེ་མོ་ད་ཡིན་རྒྱུ་ད་རྩེ་རྣོ་རྣོ་བྱོས་ཡོད་རེད་ད་ཡིན་ན་ཡང་ཁོ་རང་ལ་འཇུག་ལ་ཡོད་འདུག་ར། ཁོ་རང་གིས་ད་གནས་ས་འདི་ང་རང་ཚོ་གི Abdomen ལ་ནི་ང་རང་ཚོ་གི་ཕོ་བ་ཕྱོགས་ལ་ཡོད་བ་བྱས། ཨ་ནི་གོ་ལ་ནི་ལ་ན་ང་རང་ཚོ་གི་གྲོད་པའི་འོག་ལ་ཡོད་བ་བྱས། རོ་ཨ་ནི་ཁུག་མ་རོ་བྱས་བཟོས་བྱས་དེ་འདྲ་ཅིག་གནས་སྡོད་བ་བྱས་དེ་འདྲ་བྱས་བྱས། ད་ཁོ་རང་ཚོ་གི Heterocrine ལ་ཡོད་ར་ང་རང་ཚོ་གི་ད་ཁོ་རང་ཆ་མཚོན་པ་ཡིན་ན་ནང་མེ་འདི་ཨ་ནི་ཕྱི་མེ་དང་ཨ་ནི་ག་ལོག་ད་ཁོ་རང་ཚོ་སྨན་བུ་འདི་ག་འདྲ་ཆགས་སྡོད་ལ་ན་ནང་མེ་དང་ཕྱི་མེ་གཉིས་ཆར་ལོན་ངེས་ཀྱི་ཨ་ནེ། སྨན་བུ་ཞིག་ཆགས་འདོད་ཡོད་རེད། འདི་ལ་ག་རེ་བྱེད་ཡོད་ལབ་ན་ཨ་ནེ། ཕྱི་སྨན། ད་ང་རང་ཚོ་ཡི་ཕྱི་སྨན་ལབ་པ་འདི་གཙོ་བོ་ང་རང་ཚོ་གི་སྡིག་དངོས་ལ་འགྲོ་ཚར་རེད་ཨ་ནེ། ག་རེ། དམིགས་བསལ་གྱི། རྫས་ཅིག་གློད་ཀྱི་ཡོད་ར། ཕྲ་ཕུང་འདི་ཚོ་གི་ད། ཕྱི་སྨན་གྱི་ཕྲ་ཕུང་འདི་ཚོ་གི་རྫས་གློད་པ་འདི་ཨ་ནེ་ག་ནས་འགྲོ་ཡོད་ལབ་ན་བུ་གུ་གྱི་ཁྱུ་བྱེད་ནས་ཨ་ནེ་ཁྲག་དང། ཐད་ཀར་ད་འབྲེལ་བ་མ་ཆགས་བའི་ཐོག་ནས

ཨེ་སི་ནའི་ལབ་པ་འདི་ཨ་ནི་ཁྱེད་ཅག་གི་ཆ་ནས་ལྟས་བ་ཡིན་ན་ཁྱེད་ཅག་གུ་བཅུ་གོ་དགུ་འགྲོ་བཞི་ད་ཤེས་མེད་ཤེས་མ་ཁོ་རང་གི་ཁྱེད་ཅག་གུ་བཅུ་གོ་དགུ་འགྲོ་བཞི་ཨ་ནི་ཨེ་སི་ནའི་ལ་ནི་ད་ཕྱི་མའི་གི་དེ་ཕྲ་ཕུང་འདི་ཚོ་གི་ཆགས་དེ་གི་འདུག་ཨ་ཕྱི་མའི་གི་ཕྲ་ཕུང་འདི་ཚོ་ཨ་ནི་ཆུན་པོ་ནང་བཞིན་བྱེད་རོགས་ང་རང་ཚོ་གི་ད་གུ་འབྲུམ་གི་ཆུན་པོ་ནང་བཞིན་གྱི་བྱེད་ཁོ་རང་ཚོ་གི་ཨ་ནི་གུ་འབྲུམ་ལ་ད་ཤིང་བྱེད་དུ་ཨ་དེ་འདྲའི་དགྲ་བོ་ཅན་ནི་ཁོ་རང་ཚོ་གི་བུ་གུ་ཡོད་བ་ནང་བཞིན་བྱེད་བྱེད་ཨ་ཁོ་རང་ཚོ་གི་གློད་པའི་རྫས་འདི་ཚོ་ཡོད་ར།

ད་ང་རང་ཚོ་གི་དམིགས་བསལ་གྱི་ད་གྲོད་པ་ནང་ལོགས་ལ་འཇུ་ཡུལ་རོ་ང་རང་ཚོ་གི་ཟས་དང་ཤོག་ང་རང་ཚོ་ཁ་ལག་ཟ་བའི་སྐབས་ལ་རང་ང་རང་ཚོ་གི Salivary Amylase ལ་ནི་ང་རང་ཚོ་གི་ཁ་ཡི་ནང་ལོགས་ལ་ཡོད་པའི་རྨེན་བུ་གཅིག་གིས་གློད་བྱས་དེ་གིས་ཨ་ནི Amylase ལ་དུས་ད་ལམ་སང Starch ག་ལོགས་ད་མངར་རྫས་རིགས་དེ་ཚོ་བཞུར་འགྲོ་གི་འདུག་བ་དེ་འདྲས་ཅི་བྱས་ང་རང་ཚོ་ཡང་གྲོད་པ་ནང་ལོགས་ལ་དེ་འདྲས་ཡོད་བ་བྱས་རྫས་དེ་ཚོ་ཡོད་རོ་ཨ་དེ་ཡང་ག་རེ་སྐྱུར་རྫས་ཚད་མཐོ་བོ་ཡོད་དེ་ངས་དེ་འདྲས་ཡོད་རེད་ད་དེ་འདྲས་ཅིག་ང་རང་ཚོ་གི་ད་རྒྱུ་མ་ལ་སླེབས་དུས་ཙམ་པ་ལ་དམིགས་བསལ་གྱི་ཡང་ཁོ་རང། རྒྱ་མེད་ཀྱི་ཆུ་དུ་ལ་ཡང་ཁོ་རང་ཚོ་གི་ཕྲ་ཕུང་འདི་ཚོ་གི་ཡང་ད་བའི་ཀར་པོ་ནེད་ཚི་ཚོ་བློས་བྱས་ཨ་ནི་དེ་ཏིས་ག་ལོར་ཀྱུ་ཟས་ཀྱི་ཚད་དེ་ཏིས་མ་འཇམ་བཅུག་བྱས་ཨ་ནི་ང་ཚོ་གི་ཁྲོ་ཁྱུ་མ་ལ་གནོད་མ་བསྐྱལ་བའི་ཐོག་ནས་ཨ་ནི་ཇུ་ཡེ་གི་དེ་འདྲ་ཅིག་རོགས་པ་བྱེད་ཀྱི་འདུག་ར། ད་དེ་བྱས་ལ་ང་རང་ཚོ་གི་ཁོ་རང་གི་ད་ཕྱི་མའི་བློས་བ་དེ་ད་བུ་གུ་གི་ཁྱུ་བྱས་ཤཱཀྱ་ཁོ་རང་སླེབས་ས་དེ་ག་བར་འདུག་ང་རང་ཚོ་ཁྱུ་མ་ཆུང་བ་དེ་ལ་སླེབས་ཀྱི་འདུག་ཨ་དེ་འདྲ་ཅིག་བྱས་ད་དེ་བྱས་ལ་ང་རང་ཚོ་གི། ནང་མེད་འདི་ཆ་མཚོན་པ་ཡིན་ན། ནང་མེད་འདིས་བརྒྱ་ཆ་གཅིག་ཡོད་རེད་ལ་ཟ། ཨ་ནི་འདི་གི་མིང་འདི་ལ་གར་ལས་འདོད་ན། ནང་མེད་ཀྱི་ཨ་ནི་ཕྲ་ཕུང་འདི་ཚོ་ཚོགས། ཕྲ་ཕུང་ཚོགས་ཀྱི་ནི་གནས་འདོད་ར་ཕྲ་ཕུང་གི་ཚོགས་འདི་ཚོ་ཡོད་རེད། འདི་ཡི་གོ། མིང་ག་རེ་ལས་འདོད་ན Islets of Langerhans ལས་འདོད་ར། ཁོ་རང་འདི་ཨ་ནི་འགྲེལ་བཤད་དགེ་བསྔལ་ཅིག་གི་མིང། འོག་ལ་ཚན་རིག་པ་ཅིག་གི་མིང་ལ། ག་ལོར་ད་མིང་གི་མིང་འདི་འདྲ་ཅིག་ཐོགས་པ་རེད་ཤག Paul Langerhans ལས། German། ཚན་རིག་པ་དེ་འདྲ་གཅིག་གིས་ད་འགྲེལ་བཤད་རྒྱབ་རྒྱུ་བརྩམས་པ་ལ་ཨ་འདི་ཚོ་ཁོ་རང་གི་མིང་ལ་ཐོགས་པ་ཅིག་རེད་ཤག་ད་འདི་རི་མོ་འདི་ལ་གཟིགས་ད་ར་ད་ང་ཚོ་གི་ལྗང་གུ་འདི་ད་ང་རང་ཚོ་ཕྱི་མའི་གི་འབྲེལ་བ་ཆགས་འདོད་གི་ཁ་ས་དེ་ཕྱི་མའི་འདི་འབྲེལ་བ་ཆགས་འདོད་ཡོད་རེད་ད་ནང་མའི་འདི་ཨ་འདི་སྔོན་པོ་སྔོན་པོ་ཟེར་ན་ད་འདི་ག་རེ་སྨུག་པོ་ཚོན་མདོག་ཚོན་མདོག་སྨུག་པོ་ཡོད་ངེས་གི་ད་ཚགས་འདི་ཚོ་འདུག་ཨ་འདི་ཚོ་ག་རེ་ཆགས་འདོད་ལ་ན་ང་རང་ཚོ་གི་ཨ་ནི་ནང་མས་ཆགས་འདོད་གི་རེད Islets of Langerhans Islets ཟེར་ན་སྤྱི་བཏང་གི་ང་རང་ཚོ་གི་མཚོ་ག་ལ་ར་ད་མཚོ་ཕྲིན་འགྲོ་ལེ་ར།

ད་འདི། ནང་མིང་གི་གློད་པ་འདི་ཚོས་ར་ཨ་ནི། ཟུར་ལ་བལྟས་ད་ར་ཨ་ནི། ཁྲག་རྩ་འདི་ཚོ་གི་གྱོད་བྱེད་ནི་ང་རང་ཚོ་གི་གཟུགས་པོའི་ནང་ལོ་ལ་ཨ་ནི། ཁོ་རང་གི་གློད་པའི་སྨན་རྫས་འདི་ཚོ་སྣེ་ལེན་བ་ངན་ཅན་འདི་ཚོ་ལ་ཐུ་ཨ་ནི། བྱ་བ་བྱེད་ཀྱི་ཡོད་ར་འོ་འདི་ཚོ་ཡིན་པ་བྱས་ད་ང་རང་ཚོ་གི་ད་ལྟ་འདི Islets of Langerhans ལས་ད།

དུས་མཇུག་ནི་ཨ་ནི། གྱ་དང་ཉི་ཤུ། བར་དུ། ད་འདི་ག་རེ་ཆགས་འདོད་ལ་ན། ཁ་ལོ། ད་ཚད་གཞི། ཁ་ལོ། ཚད་གཞི་འདི་པར་ར་འདི་ལ་ང་རང་ཚོ་ལ་གཟུགས་བོད་ལ་གནོད་དམིགས་བསལ་གྱི་གས་དགུ་ཞེས་ཆགས་ཡ་མི་འདུག་ར་ད་འདི་ང་རང་ཚོ་གི་གོས་བས་ཀྱི་ཚད་གཞི་ཆགས་འདོད་ཀྱི་འདུག། ད་འདི་ལ་ཡོད་རང་ང་རང་ཚོ་གི།

ནི་ལྟ་ཅིག་བྱས། ཚེ་ཤེས་ཅིག་བྱས། ད་ང་ཚོས་ཀྱི་ད། ཟས། དུས་རྩམ་པ་ལ། ད་ང་རང་ཚོའི་གཟུགས་པོའི་ནང་ལོགས་ལ། ག་ལ་བར་ད་མངར་རྫས་ཀྱི། ཚད་དེ། ཁྲག་ནང་ལོགས་ལ་མང་རུ་ར། དེ་དུས་རྩམ་པ་ལ་ཨ་ནི་ང་ཚོས་ཀྱི་དམིགས་བསལ་གྱི་ད་ད། བི་ཏྲ་སེལ་ད་དལ་ཏྲ་ཨ་ཁ་ས། ཨལ་ཧྥ་ད་བི་ཏྲ་ཨེ་ར། ད་ང་ཚོས་ཀྱི་ག་རི་བྱེད་ཡོད་ལ་ན་ང་རང་ཚོ་ལ། ག་ལ་བར།

ག་ལ་བར་ད་གུལ་གུལ་རྫས་དེའི་ཚད་གཞི་མང་དུ་གཏང་གི་འདུག་ར་ད་མང་པོ་ཆགས་འདུག་དུས་ཙམ་པ་ལ་ར་མང་པོ་ཆགས་བའི་སྐབས་སུ་ཡང insulin ར beta cells གི insulin འདི་ཚོད་ཀྱི་ཨ་ནི་ག་རེ་ལུས་ལ་ན་ག་ལ་བར beta cells གི insulin གློད་པ་འདི་ཚོད་ཀྱི་ཡང་གུལ་རྫས་དེའི་ར་ཁྲག་ནང་ལོགས་ཀྱི་དེ་ཉུང་དུ་གཏང་གི་འདུག་དེ་ངེད་ཀྱི་ད་ཅི་ཐུགས་ཤི་ད་འདི་གིས་ག་རེ་བྱེད་ལ་ན་ཉུལ་ཉུལ་ཡོད་དུས་བརྩམས་པ་ལ་གླུ་ག་གོན་གྱི་ལས་ཀ་བྱེད་བྱས་ཨཱ་ནི། ཆ་ནང་ལོགས་ལ་གླུ་གོས་ཀྱི་ཚད་གཞི་དེ་མང་དུ་བཏང་གི་འདུག་ད་མང་པོ་ཡོད་ཡོད་ཆགས་དུས་བརྩམས་པ་ལ་ཨཱ་ནི་ག་རེ་བྱེད་རེད་ཡང་སྙོམས་པོར་ད་འདི་པར་ར་འདིར་རང་གནས་དགོས་ཡོད་རེད་ར་དེ་འདྲ་ཡིན་དུས་བརྩམས་པ་ལ་ཡང་ག་རེ་བྱེད་ལ་ན་མང་པོ་ཡོད་དུས་བརྩམས་པ་ལ་ཡང་ཨིན་སུ་ལིན་གྱི་བྱ་བ་བྱེད་བྱས་ཨཱ་ནི་ག་རེ་ཁོ་མ་ཉུང་དུ་བཏང་ཡ།

ཤུགས་བཅས་མེད་ད་ང་རང་ཚོའི་ཕྲ་ཕུང་འདི་ཚོ་གི་ཤུགས་གོ་ལོག་ད་ཕྲ་ཕུང་འདི་ཚོ་ཤི་རུལ་ར་ད་ལས་ཀ་བྱས་ཆུ་དུ་ཕྲ་ཕུང་འདི་ཚོ་འཚོལ་བའི་གི་ཆུ་དུ་ལ་ཨ་ནི་ང་རང་ཚོ་ལ་གླུ་གོས་གུ་རེ་དེ་དུས་རྩམ་པ་ལ་གུ་གོས་ག་ལེ་ག་ལེ་མེད་བ་ཆ་བས་ན་ཨ་ང་རང་ཚོ་ཕྲ་ཕུང་འདི་ཚོ་ཡ་ལས་ཀ་ཏག་ཏག་མ་བྱེད་ཕྲ་ཕུང་འདི་ཚོ་ཤི་རུལ་དུས་རྩམ་པ་ལ་ག་ལེ་ག་ལེ་ཨ་ང་རང་ཚོ་ད་ཕྲ་ཕུང་གི་ཟོས་བཞག་པ་ར་དེ་དུས་རྩམ་པ་ལ་ག་ལེ་ག་ལེ་མི་ཡང་ཚེ་ཤོར་འགྲོ་ཡ་ཅིག་དེ་འདྲ་ཆ་ཡི་འདུག་ད་ང་ཚོའི་གི་ཏང་ཤོག་དེ། ད་ང་ཚོས་ཀྱི་ད། འདི་ཚོའི་ནང་ལོ་ནས་ད། འདི། མཐུན་འདུས་རོགས་བྱིངས་ད་ང་ཚོས་ཀྱི་ད། ཚད་གཞི་ག་འདྲས་ཅིག་དགོས་ཡོད་མེད་ཅིག་དང་ཨ་ནི། མང་དྲགས་ན་ག་རེ་ཡོད་རེད་ཉུང་དྲགས་ན་ག་རེ་ཡོད་རེད་འདི་མདོར་བསྡུས་ཅིག་བྱས། ད་ང་ཚོས་ཀྱི Insulin གྱི་ལས་ཀ་ག་རེ་བྱེད་ཡོད་ལ། Insulin གྱིས་ང་ཚོས་ཀྱི་ད་ཁྲག་གི་ཨ་ནི་ཚད་གཞི་འདི་མ་ག་ལོར་ཁྲག་ནང་ལོ་ལ་འགུལ། འགུལ་རྫས་ཀྱི་ག་ལོར་ད་ཚད་གཞི་ཅིག་ཡོད་ར་འདིའི་སྙོམས་པོའི་བཟོད་སྟངས་འདི་ག་འདྲས་རེད་ལ་ན།

ཕྱིན་པ་ལ་དམིགས་བསལ་གྱི་ང་རང་ཚོ་གི་ཞག་ཚིལ་རིགས་དེ་ཚོ་ཉར་ཚགས་བྱས་ཡོད་རོ། ད་འདི་ལ་ག་རེ་བྱེད་ལོས་ན་ང་རང་ཚོ་གི་ཕྱིན་པའི་ནང་ལོགས་ལ་རོ། ཕྱིན་པའི་ནང་ལོགས་ལ་ག་རེ་བྱེད་ལོས་ན་ཁོ་རང་ཚོ་གི་ད་ཁྲག་ནང་ལོགས་ནས་བྱས་རྗེས་ཕྱིན་པ་ལ་ཕྱིན་པ་ནང་ལོགས་ལ་ད་གུ་གུལ་ཀོ་སི་རོ། གུལ་ཀོ་སི་ཡིན་ཤག་རོ། གུལ་ཀོ་སི་འཛུལ་བ་དེ་ཚོ་ག་རེ་བྱེད་ལོས་ན་ད་ཨིན་སུ་ལིན་གྱི་བྱ་བ་ག་རེ་བྱེད་བྱེད་ལོས་ན

དེ་འདྲའི་ཆ་ཡོད་དུས་གཉིས་པ་དེ་ང་རང་ཚོ་ཡི་ཤ་གནས་ཆགས་དུས། ཤ་གནས་ནང་ལོགས་ལ་ག་རེ་བྱེད་ཡོད་ལབ་ན་ད་ཨིན་སུ་ལིན་ནུས་ར་ཨིན་སུ་ལིན་འདི་ད་ཁྲག་གི་རྒྱུད་བྱེད་བྱས་ད་ཤ་གནས་གླིར། ཤ་གནས་གླི་དུས་ཙམ་པ་ལ་ཤ་གནས་ལ་དམིགས་བསལ་གྱི་གནས་ལེན་བ་ཡོད་ཡོད་ཤ་ར་ཡ་ད་གནས་ལེན་བ་ཡོད་དུས་ཙམ་པ་ལ་གནས་ལེན་བ་འདི་གི་རྒྱུད་འདི་ཨ་ནི་ཁོ་རང་ཚོ་གི་ཤ་གནས་གི་ཕྲ་ཕུང་ནང་ལོགས་ལ་ཨ་ནི་ག་རེ་སྨིན་རྩེ་ར Enzyme ནུས་བཟོ

ཁ་ཕྱེ་ནས་ནང་འདྲེན་བྱེད་པ་དང། ནང་འདྲེན་བྱེད་ཡུལ་རེ་ནང་འདྲེན་དང་དང་ནང་བཞིན་གྱིས་ཨ་མྱང་ཨ་མི་ནོ་སྐྱུར་རྫས། ཨ་མི་ནོ་སྐྱུར་རྫས་ཡང། ནང་འདྲེན་བྱེད་པ། ད་ཤ་གནད་ཀྱི་ནང་ལོ་ལ་ཡང། ཁོ་རང་ཚོ་གི་ག་རི་བྱེད་ཡུལ་ལ་ན། ད། ད་འདི་ཤ་གནད་ཀྱི་ཕུང་གྲུབ་ཀྱི་ཡིན་པ་ཆ་ཞུ་ར། འདི་ཡང་དམིགས་བསལ་གྱི་རུས་སྦྱར་ཤ་གནད་ཅིག་ཡིན་པ་ཆ་ཞུ། ད་རུས་སྦྱར་ཤ་གནད་ནང་ལོ་ལ་ད་འདི་ཁྲག་གི་རྒྱུད་ནས་ཡོད་པས། གོ་སླ་བར་ད། རུས་སྦྱར་ཤ་གནད་ཀྱི་ཕུང་གྲུབ་འདི་ཚོ་ལ། ཕུང་གྲུབ་ས་ཕྲ་ཕུང་ལ། Insulin འཐུས་པའི་སྐབས་སུ་ར Insulin གི་ག་རེ་བྱེད་ཡོད་ལ་ན། ཁོ་རང་ཚོ་གི་རྒྱུ་ལམ་ཁག་ཁ་ཕྱེ་ཡོད་ལ་ས་རྒྱུ་ལམ་ཁག་ཁ་ཕྱེ་དུས་ཙམ་པ་ལ་ཨན་ག་རེ་བྱེད་ཡོད་ལ་ན་འདི་ཚོ་ནང་ལོགས་ལ། ཨོ་སྐྲན་བྱས་ཏེ་མགྱོགས་དུ་བཏང་ཡ་དང་ར་མགྱོགས་དུ་བཏང་བ་མ་ཟད་ཨ་ནི་མགྱོགས་པོ་བཏང་ནས་ཁོ་རང་ཚོ་གི་ཡང Glycolysis གི་ཐོག་ནས་ནུས་པ་བསྐྲུན་རྒྱུར། འདི་གཅིག་བྱས། དང་ནང་བཞིན་གྱི། ཨ་ནི། ང་རང་ཚོ་ཡི་ཟའི་ཉམས་རྟོགས་ལ་ཨ་མི་ནོ་སྐྱུར་རྫས་ཡང་མང་པོ་ཞིག་སླེད་འདོད་ར་འདི་ཚོ་ཡང་ནང་ལོགས་ལ་དྲན་བྱས། ཨ་ནི་ག་རེ་བྱུས་ལ་ན་ང་རང་ཚོ་གི་ཨ་མི་ནོ་འདི་ཚོ་ག་རེ་ང་རང་ཚོ་གི། Protein། གི། Protein། དེ་ག་རེ་གི་ཟོས་ལ་ན་ཨ་མི་ནོ་སྐྱུར་རྫས་ཀྱི་ཟོས་ར། དང་ནང་བཞིན་གྱི་ད་ཁོ་རང་ཚོ་གི་ཨ་མི་ནོ་འདི་ཚོ་ནང་ལོགས་ལ་དག་ར། ཨ་མི་ནོ་སྐྱུར་རྫས་འདི་ཚོ་ནང་ལོགས་ལ་ད་ཕྲ་ཕུང་ནང་ལོགས་ལ་དྲན་བྱས་ཨ་ནི་ག་རེ་བྱུས་ལ་ན Protein། སྤྲི་ཟས་ཧམ་སྤྲི་དཀར་འདི་ཚོ་ཟོས་ཡོད། འོ་དེ་ད་ཤ་ནའི་ནང་ལོགས་ལ་དེ་འདྲ་བྱེད་བྱེད་བྱས། ད་གསུམ་པ་དེ་ང་རང་ཚོ་ཡི་ཚིག་ཟུང་ཕུང་གྲུབ་དེ་ཚོ་ཆགས་དེ་ཡོད་རེད། ཚིག་ཟུང་ཕུང་གྲུབ་ལ་ཡོད་ན་ང་རང་ཚོ Adipose Tissue ལ་ཡོད། ད་ཚིག་ཟུང་ཕུང་གྲུབ་ལ་ག་རེ་ཆགས་དེ་ཡོད་ལ་ན། ཚེ་གཟུངས་ཕུང་གྲུབ་ནང་ལོ་ལ་ག་རེ་བྱོས་ལ་ན་ད། འདི་ཚོ། ནང་ལོ་ལ་སླེབས་བྱས་ཨ་ནི་ཉར་ས་བྱོས་ག་རི་ལ་བསྒྱུར་བྱས་ནི། ལི་ཚི་ལ་བསྒྱུར་བྱས།

སྔར་རྗེས་ཀྱི་ཚེ་ཉུང་དུ་འགྲོའི་བར་ལ་ན་དགུ་ལྐོག་ཚང་མ། ཁ་ཤས་ཕ་འགྲོ་ར། ཁྱིམ་པ་ལ་འགྲོ་ཁ་ཤས་ཤ་གནད་ཕུང་གྲུབ་ལ་འགྲོ་ཁ་ཤས། ཚེ་གཟུངས་ཕུང་གྲུབ་ལ་ཉར་ཚགས་བྱེད་དུས་རྩམ་པ་ལ་ཁྲག་གི་རྒྱུ་ལམ་དེ་ལ་ར་ཉུང་དུ་འགྲོའི་ར། འདི་འདྲའི་ཕྱིས་ནི་ཁོ་རང་ཚོ་གི Insulin གི་རྟ་ཉུང་དུ་བཏང་ཡོད་དེ་སྔོན་མ་ཡིན་ན་ང་རང་ཡིན་ན་ག་རི་བསམ་གྱི་ལོན་ན་ཉུང་དུ་བཏང་བ་ལ་དུས་རྩམ་པ་ལ་བད་ཁོ་རང་དགུ་ལྐོག་ཟིན་ཚོ་ཁོ་རང་ཁ་ལོ་མེ་བ་སོ་ར། འདི་འདྲ་བྱེད་ཀྱི་ཡོད་བསམ་ཟིན་ན་ཡང་ད་ལྟ་བྱེད་དུས་ག་རེ་ཁོ་རང་ཚོ་ཕ་ཚུ་ཨོ་བྲན་བྱེད་ནས་ཉུང་དུ་བཏང་ཡ་ཅིག་འདི་འདྲ་བྱེད་ཀྱི་འདུག་བ།

ལས་འབྲས་ཅིག་བྱས། བདག་ནང་བཞིན་གྱི་ཨ་ནི་ཚིག་བཟུང་ཕུང་དཀྲུག་ནང་ལོག་ལ་ལས་ཚིག་རྣམས་ཨ་ནི་ག་རེ་བྱེད་ལ་ན། ཚིག་བཟུང་ཚིག་བཟུང་ཕུང་དཀྲུག་ད་ཨ་ཏི་པོ་སི་ཏི་ཤུ་རོ་ང་རང་ཚོ་ཡི་ད་ག་ལ་ཚིག་ལུས་ཡོད་ས་དེ་ཚོ་ད་ག་རེ་བྱེད་ལ་ན་ཨ་ནི་ལས་ཚིག་དེ་ཚོ་ལས་ཚིག་དེ་ཚོ་ག་རེ་བྱེད་ལ་ན། ལས་ཚེ་འདི་ཚོ་ཨ་ནི་ག་རེ་ག་རེ་ལ་ཟོས་ཡོད་ལབ་ན་ང་རང་ཚོ་གིས་ཁོ་རང་དེ་ཤི་གིར་ཤིག་བཏང་སྟེ་ག་འདྲ་རེད་ན་ཁོ་རང་གི་སྨིན་རྫས་ཅིག་ལ་ཧུར་པོ་ཟོས་ར་ལའི་པེས་ལ་ནི་ར་སྨིན་རྫས་སྨིན་རྫས་འདི་ཚོ་གི་ལས་ཀ་ག་རེ་རེད་ཡ་མེད་ན་ག་རེ། ག་ལ་རེད། རྫས་འགྱུར་འདི་མགྱོགས་དུ་གཏང་གི་རེད་ཡ་མེད་ན་དལ་དུ་གཏང་གི་རེད་ཡ་མེད་ན་ག་རེ་བྱེད་རེད། ཁོ་རང་ཚོ་གི་ག་ལ་རེད་དུམ་བུ་གཏང་ཡ་རེད་དེ་འདྲ་ཅིག་ཁོ་རང་ཚོ་གི་ཡ་མེད་ན་མཐུད་ཡས་དང་ཡ་མེད་ན་བཤིག་ཡས་དེ་འདྲ་དེ་ཚོ་ག་རེ Enzymes གི་ལས་ཀ་རོ་སྨིན་རྫས་ཀྱི་ལས་ཀ་རོ། ད་དེ་འདྲ་དེ་འདྲ་དུས་ཙམ་པ་ལ་ད་གུ་གུ་ག་ལ་རེད་གུ་ག་གོན་གི་ཨ་ནི་ཁོ་རང་ཚོ་གི་ཚེ་སྲུང་ཕུང་གྲུབ་ཀྱི། ར། ཨ་ནི་ག་ལོར། སྨིན་རྫས་དེ་འདྲས་ཅིག་ཧུར་པོ་བཟོས་བྱས། ཨ་འདི་ཚོ་ཡི་ག་རི་ཆིར་ལ་ན་མ་ཤ་ཀིར། ག་རི་ཤ་ཡིར་ལ་ན་ལི་ཚི་དི། ཨ་གླི་སི་རོལ་དང། གླི་སི་རོལ་དང་ཨ་ནི་ཧྥེ་ཏི་ཨེ་སིས་ལ། ར། ཧྥེ་ཏི་ཨེ་སིས་ལ་འགྱུར་གི་འདུག་ད་དེའི་ཆེད་ལ་ག་རི་ཆིར་ལ་ན་གླུ་གླི་སི་རོལ་དི་རང་འཇགས་ཕ། ཨ་ནི་ཁྲག་གི་རྒྱུན་ནི་ཁོ་ལ་གླིག་དུ། མཆིན་པའི་ནང་ལོ་གླེ། ཨ་མཆིན་པའི་ནང་ལོ་གླེ་བྱས་ཡང་ག་རི་ཆིར་ལ་ན་ང་རང་ཚོ་གི།

འབྲེལ་སྒྲ་ཕྲ་ཕུང་གིས་ཨ་ནི Somatostatin ནམ་གཅིག་ལུས་དང་དེའི་གི་གར་བརྗོད་ལ་ན Insulin དང Glucagon གཉིས་ཆ་གི་ཨ་ནི་ཚེ་ཏང་ཡན་བརྗོད་ར་ད་ག་ལོར་ན་མ་ལོས་ཡན་བརྗོད་ར་འདི་ལ་ཨ་ནི་ག་ལོར་སྟངས་འཛིན་བྱེད་ཀྱི་འདུག་ར་ཁོ་རང་ཚོ་གི་བྱ་བ་འདི་ཡི་གཅིག་བྱས་ཨ་ནི་བྱེད་པ་འདི་ག་རེ་ཡི་བྱེད་ཀྱི་འདུག་ལ་ན་ང་རང་ཚོ་གི་ཨ་ནི་ཁོ་རང་ཚོ་གི་དམིགས་བསལ་གི་ང་ཚོའི། ག་ལོར་ད། འཚར་ལོངས་ལ་ཡང་ཁོ་རང་ཚོས་ཀྱིས་འདི་བྱས་བྱས་བ་ང་རང་ཚོས་པི་ཅུ་སྨན་བུ་དང་འདྲ་བོ། པི་ཅུ་སྨན་བུ་ནི་ང་རང་ཚོས་ཀྱིས་སོ་མལ་ཏོ་སི་ཏྲ་ཏིན་གཅིག་བླུད་ཡོད་རུང་བ་འདི་གིས་གར་ཅིག་རེ་སྒོ་ཐོར་མོ་འདི་མ་བླུད་དེ་མཚམས་འཇོག་བྱས་བྱས་བ་དེ་འདྲ་ཅིག་ཁོ་རང་ཚོས་ཀྱིས་ལས་ཀ་ཅིག་རེ་བྱ་འོ་ད་གམ་གཅིག་པོ་བྱིན་ང་ཚོས་ཀྱིས་ད་དེ་རིང་གི་གཤེར་རྨེལ་གྱི་ཕྲ་ཕུང་སྐོར་ལ་ཁ་ས་གཤེར་རྨེལ་གྱི་ཨ་ནེ་སྨན་བུ་གྱི་སྐོར་ལ་ད་ག་རང་ཡིན་ཐུགས་ཆེ་གནང།